ཁོ་འདྲ་བོ་ཅིག་ཡིན་པ་ར་ཅིག་ཡིན་ན་ག་དུས་ཡིན་ན་བོད་སྤྱི་བེད་ཀྱི་མིང་བེད་སྤྱོད་བྱེད་ནས་རོ་བོད་སྤྱི་བེད་ཀྱི་མིང་དེ་བེད་སྤྱོད་བྱེད་ནས་ཁོ་རང་ལྟོ་གོ་ལྟོ་གྲོ་གོ་གང་ར་ཡ་གི་ཡིན་ནས་ར་གོ་མར་ལྟ་གོ་འཇོན་ཐང་འདིར་ལྟ་གོ་འཇོན་ཐང་ད་ཡང་བེད་སྤྱོད་བྱེད་ནས་ཅིག་ཟ་ཡ་ར་གི་ཡོད་ན་འགྲིག་གི་འདུག་འདི་ཡིན་དུས་ཙམ་པ་ལ་ཉེ་བའི་ཆ་ལ་ཁོས་མང་པོ་ཅིག་བཤད་ཡོད་ས་རེད་འདི་ཡིན་དུས་ཙམ་པ་ད་འདི་ལ་ལན་ཅིག་མ་རྒྱ་རང་རྒྱ་ར་ག་ཅིག་ལ་ན་ང

ཁོ་རང་གིས་བཤད་བཤད་རྒྱུ་དེ་ལ་ཡང་ལན་རྒྱག་པ་ཅིག་རོགས་དེ་ཡིན་དེ་ཙམ་པ་ལ་ངེད་ཀྱི་ལན་དེ་དཔེ་གསལ་པོ་ཡིན་དང་པོ་དེ་ལ། ད་ལྟ། ཁོ་གིས་ད། ག་ལ་བོ་རེད། ཁོ་རང། ད་ཆབ་སྲིད་པ་ཞིའུ་མཁས་པ་ཡིན་མདོག་མདོག་བྱེད་ཡ་འདྲ་བོ་ཅིག་ཡོད་རོགས། ཆབ་སྲིད་པ་ཞིའུ་མཁས་པ་ཡིན། རོགས་ཨ་ནི། བསྟན་འཛིན་ངའི་སྐོར་ལ་བཤད་དེ་ཁྱེད་རང་ཚོ་མི་མང་ཚོ་ག་རེ་ཧ་གོ་གོ་རེད་ལ་ན་རོགས། ད་ལྟ་མི་ཕྱི་འཇུས་དེ་གིས་ངའི་སྐོར་ལ་ག་ཚོད་ཤེས་ཡོད་ར་ཅི་ཡིན་ན་རོ་ལྟ་ངན་མང་ཤོས་མི་སྟོང་ཕྲག་གཉིས་ལས་ལྷག་འགྲོ་གི་མ་རེད་རོ། རོ། སྤྱི་བཏང་གི་ནམ་རྒྱུན་ཁོ་རང་གི་གློག་བརྙན་དུ་ཚོ་ལ་ལྟ་ངན་ཉུང་ཉུང་རེད་རོ། ད་ངེད་ཀྱིས་ག་ཕྱིར་ལབ་ན་ང་དྲ་རྒྱ་བཟོས་དེ་དུས་ཙམ་པ་ལ་ལྟ་ངན་ག་ཚོད་མང་ང་ཡོད་ན་ང་ཚོའི་འདི་གས་ཀྱི་ཨ་ནི་སོ་སོ་ཡིན་ནས་ཁུར་ལང། དོ་སྣང་བྱེད་ནས་ཨ་ནི་འདི་པ་ར་དུས་ཚོད་བཏང་ནས་སྐད་ཆ་བཤད་ཡ་དེ་འདོད་པ་ལིག་གི་འདུག།

ཁོ་ག་ས་རྡོ་རྗེ་ཚེ་བརྟན་ཡིན་ན་ད་ཁོ་མིང་དེ་ལྷག་བསམ་ལ་ནི་མི་ལ་ཡོད་དོ་མི་འཇོན་ཐང་མེད་སྐྱོ་ཡི་ཡོད་གང་སྐུ་ཅིག་མ་ཤེས་འགྱོ་དོན་ཚོ་ལ་མིང་ཆེ་རི་ཆེ་ཚེ་ཚང་མ་དགོ་རེད་ཁོ་ཚོ་ག་ཅིག་ལ་ན། སློབ་སྦྱོང་གི་ཆ་ནས་མིང་དེ་ལི་གོ་མ་ད་སོ་སོ་སོ་ལྷག་བསམ་འདྲ་བོ་དང་དེ་འདྲའི་ལྟ་རོ་དངོས་གནས་ཁོ་རང་ལྷག་བསམ་ག་ཚོད་ཡོད་མེད་ང་ཚོ་བོད་མི་མང་གི་མཐོང་མཐོང་པ་རེད་ངས་ལ་གོ་ཡ་གང་མི་འདུག་ཁོ་སྐོར་ལ་རོ། ད་མི། ཁོ་སྐོར་ལ་འདི་འདི་ག་ལ་འགྲེལ་བཤད་རྒྱག་ན་ང་རང་ཁ་ན་རོ་ཅིག་དང།

སྐད་ཆ་ག་རེ་བཤད་ཡ་རེད། བོད་ནང་ལོགས་ལ་རྒྱ་མི་གི་ལག་ཆ་བེད་སྤྱོད་བྱེད་ཡ། བཙན་བྱོལ་ལ་ཡོད་པའི་གི་བོད་པ་ཚང་མ་ཁྱི་ཁ་ལ་ཟ་ནས་བསྡད་ཡོད་སྐྱོ་འདྲ་བོ་བྱེད། ད་བོད་ནང་ལོགས་ལ་ལྟད་མོ་དེ་ཡང་དང་ཡང་སྐྱོ། ཡང་སྐྱོ་ཡང་སྐྱོ་ཡང་ནས་ཡང་དུ་སྟོན་དགོ། རོ། འདི་བོད་སྤྱི་པ་ལ་ཕན་ཐོག་འདུ་བའི་ཐོག་མི་འདུ་བའི། འདི་གཅིག་རེད་རྒྱ་ཁབ་གི་ཆ་ནས་ཡིན་ནར་ད་ཁོའི་གི་ཟོས་ཤ་སྐྱོ་གི་ཨ་ནི་ལྟད་མོ་དེ་གི་ལག་ཆ་རྒྱ་མི་གི། ང་རང་ཚོ་ལ་ཆུ་རྒྱབ་ཡ་ལ་རོ་སོ་སོ་གི་གྲི་དེ་ཕག་སྤྲད་སོ་སོ་རྐང་པ་ཆུར་གཏུབ་ལ་ཡ་དེ་འོང་དེ་ཁོ་གི་བཟོས་ཡོད་རེད་རོ་རྒྱ་ཁབ་གི་ཆ་ནས་རོ་བོད་ཁོ་གི་མཐོང་ཆུང་དེ་འདྲ་བཏང་ཡོད་རེད་ང་ཚོ་བོད་ལ་ད་གཉིས་པ་དེ་རོ་གཉིས་པ་དེ་རོ་ཁོ་གི་ཁ་སང་ངེད་ཅག་ལ་ད་ངས་རྒྱུད་རིང་པོ་ཁོ་སྐོར་ལ་དུས་ཚོད་མང་པོ་བཏང་མེད་ཁོ་གི་ཁ་སང་ངེད་ཅག་ག་རེ་བཤད་ཡོད་རེད་ང་ལ་ཁེ་ཕན་ཅི་ཡང་མི་འདུག།

ང་ལ་ཁེ་ཕན་ཅན་མི་འདུག་ད་ང་ཞི་མེན་ལོངས་སུ་ལ་ན། ང་ཚོས་ཀྱི་ཚིག་དེ་ག་ཚོའི་བར་དུ་བསྡད་དགོས་རེད་ཁོ་གིས་བསམ་བློ་གིས་ང་ཚོ་ཚང་མ་ནང་པའི་ཆོས་ལ་དུས་ཙམ་པ་ལ་སེམས་པའི་བྱེད་ཡག་ཆོས་རེད་ཆོས་ན་ནི་གྱེས་ཆོས་ཤོས་དེ་སེམས་པའི་བྱེད་ཡག་ཆོས་རེད་རོ་ཀུ་ལུང་ཁོ་གིས་ག་རེད་དོ་རོ་ང་ལ་ཁེ་ཕན་ཅན་མི་འདུག་ང་ལ་གྱོང་རྐྱང་རྒྱག་ར་སོང་མི་འདོད་གྱོང་རྐྱང་རྒྱག་ར་སོང་ཁེ་ཕན་ཅན་མི་འདུག་ལ་ནི་རོ་ད་ཁོ་བོད་བོད་སྤྱི་པ་དང། བོད་གཞུང་ལ་ཞེན་པ་བློ་བཟུང་སླ་བོར་ད་བོད་གཞུང་ལ་ཞེན་པ་བློ་བཟུང་ལ་ན་པེམ་ཚེ་གི་གཞུང་འདི་ལ་ཞེན་པ་བློ་དུ་བ་གོ་དེ་ད་ལྟ་ངེད་ཅག་ཤེས་རྒྱོ་རེད་ད་པེམ་ཚེ་གི་གཞུང་འདི་ལ་ཁོས་ཞེན་པ་བློ་བཟུང་སླ་བོར་ད་དོན་དག་དོག་དོག་གཞུང་སུས་གཟིམས་དེར་ད་ད་ང་ཚོ་ཚང་མས་ཧ་གོ་གོ་བར་བ་ད་ངས་ལ་སོ་མི་འདི་ལ་སློབ་སྦྱོང་མི་འདུག་འཇོན་ཐང་མི་འདུག་རྒྱབ་སྐྱོར་བྱེད་ཀྱི་ཡོད་དོག་དོག་བྱེད་རོགས་རྒྱབ་སྐྱོར་བྱེད་ས་གོ་ལ་རོགས་ཡ། ཚང་མ་ཁོ་གི་ལས་ཀ་ཚང་མར་ད་ལྷག་བསམ་ལ་ཡ་སྤུ་ད་ད། སྤུ་གུ་འདྲ་བོ་དེ་མི་ཕྱིན་ཅི་དེ། ཁོས་ཀྱི་ལས་ཀ་ཚང་མར་བ། དྲི་དེ་ཕག་སྤྲེལ་སོ་སོ་རྐང་པ་གཏུབ་ཡག་གི་ལས་ཀ་རྐྱང་རྐྱང་རེད་ཁོས་ལྟད་མོ་ཅིག་བཟོས་རེད་ནིའུ་ཡོག་མ་རེད་མི་ཡོག་རོ། འདི་ཡས་ད་ག་རང་རྒྱ་མི་གི་ལག་ཆ་བེད་སྤྱོད་བྱེད་ནི་ད་བོད་པ་ལ་ཚུགས་རྒྱབ་དགོས་རེད་འདི་གཅིག་རེད་གཉིས་པ་དེ་ལ། རོ། གཉིས་པ་དེ་ལ། ཁོ་ད་ཤི་བཙན་གཞུང་ལ་ཞེ་མེད་ལོག་སོང་ལ་ར་གཞུང་གཟིགས་ངེས་སུ་རེད་ཁོ་རང་གི་རྒྱབ་སྐྱོར་བྱེད་ཚིག་ས་དེ་རེད་ཁོས་ཀམ་ད་ག་རང་ངས་ག་དུས་ཡིན་ན་ལ་ཡུལ་དུ་བ། སྤེན་པ་ཚེ་རིང་ལ་རྐང་པ་འཐེན་ན་རྐང་པ་འཐེན་ངེས་སྡུག་ཤོས་དེ་ལྷག་བསམ་མི་ལ་རང་བཙན་ཐུབ་བསྟན་ཐོག་མའི་ཁོ་ཚོ་གསུམ་གྱི་འཐེན་གྱི་རེད་ལ་ནི་ངས་དང་པོ་ལང་དུས་ནི་ངས་ལ་ཡིན་ད་ངོ་འདི་རོ་ད་འདི་རེད་རོ་ཁོ་ཞེ་མེད་ལོག་སོང་ལ་ཡོད་ད་ཁོ་ཁེ་ཕན་གྱི་ཆེད་དུ་སྐད་ཆ་བཤད་ཀྱི་ཡོད་བ་དེ་གསལ་པོ་རེད་ད་མི་དམངས་ཚོ་ཧ་གོ་གོ་ཡ་དེ་དཔེ་གལ་ཆེན་པོ་རེད་ད་ཁོ་ཁོ་རང་གི་ཁེ་ཕན་གྱི་ཆེད་དུ་བཤད་ཀྱི་ཡོད་བ་དེ་བརྒྱ་ཆ་བརྒྱ་ནས་བརྒྱ་རེད་རོ། འདི་ཡིན་འདི་ཙམ་པ་ལ་ཁོ་ཁོ་རང་གི་ཁེ་ཕན་ག་ལ་ཤེས་དུས་ཙམ་པ་ལ་ངེད་ཀྱིས་འདི་དྲ་རྒྱ་འདི་གཅིག་བེད་སྤྱོད་བྱེད་ནས་མཚམས་མཚམས་ང་རང་གིས་ཅ་ལག་བཙོང་ནས་འདུག་དཀའ་ལས་རྒྱ་ནས་ཅ་ལག་བཙོང་རྒྱོ་དེ་ར་ཁོ་གི་ཅ་ལག་ཉོ་རྒྱུ་ཡོད་མ་རེད་ལ་ཡ་འདྲ་འུ་ཐང་དེ་འདྲས་མང་པོ་བཤད་ཤག་མ་ཉོ་ན་མ་ཉོ་སུ་མ་ཉོ་ན་མ་ཉོ་དར་ནག་ཚོགས་པ་གི་ར་ངའི་ཅ་ལག་ར་ངའི་སྙིད་མ་ནས་ལ་ཡིན་ང་ལ་ཚོང་མོ་གོ་ལ་ཡིན་ར་ང་ལ་གྱོང་གྱོང་གོ་ཡོད་ལ་ཡོད་ད་ངེད་ཀྱིས་ར་དར་ནག་ཚོགས་པ་ཡིན་ན་ར་ཁྱོད་རང་ཚོ་ང་ཉིན་མདོ་ང་ལ་ཚོང་གི་འབྲེལ་བ་མ་བྱེད་ན་ཡིན་མ་བྱེད་ར།

ད་འདི་གི་ནུས་པ་འདི་རུ་ལྷག་བསམ་ལ་ཡོད་མ་ད་ང་གང་དགོས་ཅི་གྱོང་ར་ཡི་འདུག་ང་གྱོང་ར་ཡི་འདུག་ང་ཁེ་ཕན་བཅས་མེད་ང་བོད་གཞུང་ལ་ཞེན་པ་ལོས་ལན་རྣམ་རྟོག་རེད་རྣམ་རྟོག་མི་འདི་གི་རྒྱུ་བྱ་འདིར་ད་རོ་ཚང་མ་ཁོ་རང་ལ་ཁེ་ཕན་ར་ཡ་ཅི་ཁེ་ཕན་ར་ཡ་ཅི་རོ་གྱོང་ཚང་མ་ལ་ར་གོ་རེད་སྤྱི་པ་གི་ལས་ཀ་ཕྱི་ཚ་བའི་བྱས་ལ་སྤྱི་པའི་གི་ལས་བྱས་ཡིན་ན་འདྲ་སྤྱི་པ་མི་གི་མི་མང་གི་འདམ་རྒྱོ་ཡིན་ན་འདྲ་སྤྱི་པ་གི་ལས་ཀ་ཕྱི་ཚ་དུས་ཙམ་པ་ལ་གྱོང་ཚང་མ་ལ་ར་གོ་རེད་རོ།

སྤེན་པ་ཚེ་རིང་སྲིད་སྐྱོང་གི་རྐུབ་བཀྱག་ག་ལ་བསྡད་དེ་ངས་དེ་རོ་མི་དེ་ལ་རོ Toronto ལ་མི་ཡོང་གི་མ་རེད་བསམ་ནས་རོ་དར་ནག་ཚོགས་པ་གང་ཟག་རྔམ་དྲག་རེད་ད་དེ་རོ་ཁོང་ཚོས་ཀྱི་སེམས་པ་ནང་ལ་རྔམ་དྲག་ཆེ་ཤོས་དེ་ག་རེད་མི་མ་ཡོང་བ་ཆ་དེ་འདྲས་ཆ་ག་བྱེད་ན་ངོ་ཚ་ལ་ཧོལ་དེ་གཅིག་མ་ཁང་ན།

ངེད་ཀྱི་མིག་གི་ཐུང་གུ་འདུག་ཁོ་གི་ནོར་འཁྲུལ་བྱེད་ཀྱི་ཡོད་རོ་བ། ངེད་ཀྱི་རོ་ཨམ་ཅོག་གི་གུ་གུ་འདུག་ཁོ་གི་སྐྱེས་རོ་བ། ཁོ་གི་ནོར་འཁྲུལ་ག་བ་ག་བ་ལ་བྱེད་ཀྱི་འདུག་ང་ཚོ་ཚང་མ་བོད་པ་ཚང་མ་མཐོང་བསྡད་ཡོད་དྲི་བ་བཏང་ཡ་མ་རེད་ད་ད་རིང་སྤེན་པ་ཚེ་རིང་ལ་བསླབ་བྱ་རྒྱག་ཡ་རེད་དྲི་བ་བཏང་ན་རོ་ལྐུག་པ་རེད་ལན་མེད་རེད་བ་ལན་མེད་མེད་པ་རེད་ཧམ་པ་ཤེས་ཀྱི་རེད་རོ་བ། དེ་ཡིན་དུས་ཙམ་པ་ལ་རོ་བ་གཙོ་བོ་ཆེ་ཤོས་ད་རིང་འདི་ལ་རོ་བ Canada ལ་རོ་བ་ངས་བརྒྱ་ཆ་བརྒྱ་ནས almost བརྒྱ་ཆ་བརྒྱ་ལ་ཐུག་རེད་དྲི་བ་ཡོད་མ་རེད་ག་བྱིན་ལ་དང།

ཁོ་རང་གིས་རྒྱབ་སྐྱོར་བྱེད་མཁན་ཡིན་ན་འདྲ་སུ་ཡིན་ན་བཀའ་རྒྱུད་གན་འདྲེ་བཏང་གི་འདུག་དཔོན་པོ་གིས་མི་མང་ལ་བཀའ་རྒྱུད་དེ་འདྲེ་བཏང་ངེས་རོ་ཁྱོད་རང་ཚོ་གདམ་ཐོན་གི་གདམ་ཐོན་ནང་ནས་ཡོང་རྒྱུག་གི་རོ་དཔོན་པོ་སུ་འདྲ་བོ་ཅིག་ཡིན་ན་རོ་མི་མང་ལ་བཀའ་རྒྱུད་དེ་འདྲེ་བཏང་ངེས་རོ་དཔོན་པོ་སུ་འདྲ་ཅིག་ཡིན་ན་རོ་འོས་ཤོག་ཀ་ནས་ལངས་རྒྱུག་གི་དཔོན་པོ་དེ་མི་མང་ལ་བཀའ་རྒྱུད་དེ་འདྲེ་བཏང་བ་མཐོང་མྱོང་བའི་མི་མང་ལ་སྡུག་རིན་ངན་ཚད་ལ་ཡ།

ད་དུས་ཚོད་རྫོགས་ཚར་ད། སྐུ་དྲག་གི་དུས་ཚོད་དེ་འགྲོ་ཚར། རེད་བ། མི་མང་ལ་བཀའ་རྒྱུ་གན་འདྲེ་གཏང་གི་འདུག་མི་མང་ལ་ཚིག་ངན་ག་ཚོད་ལབ་ཡི་འདུག་སློབ་ཕྲུག་ཡིན་ན་འདྲ། ད་ལྟ་བར་དུ་སློབ་ཕྲུག་ཡིན་ན་འདྲ་རྒན་གོག་ཡིན་ན་འདྲ་དགོན་སྡེ་ཁག་ཡིན་ན་འདྲ་ཚང་མ་ལ་ཁོས་བཀའ་རྒྱུ་ར་ཅིག་ཞུ་བ་གཏང། ཁོ་དེ་འདྲའི་བཀའ་རྒྱུ་བཏང་ཡས་ལ་ཁོའི་རྒྱབ་ལོགས་ལ་མི་མང་ཡས་ལ་མི་མང་ཡས་ཁོའི་མཐོང་ཆུང་བཏང་གོ་ད་དོན་དག་དོག་དོག་མི་མང་ལ་ཡས་མཐོང་ཆུང་བཏང་གི་འདུག་ཁོའི་བཀའ་རྒྱུ་བཏང་ནས་རོ་ད་ལྟ་བར་དུ་བློ་བཟང་སེང་གེ་གིས་མི་མང་ལ་བཀའ་རྒྱུ་བཏང་འགྱོག་མི་འདོད་སྐད་ཆ་བཤད་ན་བཤད་སྟངས་ཡོད་རོ་མི། རོ་ཨ། འདི་ཡིན་དུས་བརྩམས་པ་ལ། སྐད་ཆ་བཤད་ན་ཤེས་སྟངས་ཡོད་རེད་འདི་ཡིན་དུས་བརྩམས་པ་ལ་རོ་ཨ། དོ་སྣང་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ད། ཁོས་རྒྱབ་ལོག་ལ་དེ་འདྲའི་གི་མི་མང་ལ་ཐུབ་ཚོད་བཏང་ནས་རོ་ཨ་ཁོས་གི་བལ་ཁོ་རང་དབང་ཆ་བེད་སྤྱོད་བྱེད་ནས་རོ་ཨ་དེ་འདྲའི་འབོར་བཤད་བཤད་ཡ་གི་རྒྱབ་ལོག་ལ་ག་རེ་ཡོད་རེད་བསམ་གི་འདུག་དུས་ཚོད་ཧ་གོ་གོ་རེད་ད་ཁོ་ལ་དེ་འདྲའི་གི་གདེང་ཚོད་ཆེན་པོ་ཅིག་ག་ནས་སླེབས་རེད་རོ་ཨ་བཤད་སྟངས་དུས་ཚོད་ཚང་མ་གཅིག་པ་རེད་དྲང་པོ་ལ་གོ་རོ་ཨ་ཟོང་རྡོ་རིན་པོ་ཆེ་ནས་ཆེ་ནས་རོ་ཨ་ཚང་མ་སྐད་ཆ་བཤད་སྟངས་གཅིག་པ་རེད་ད་མི་མང་ག་ལ་སླེབས་དུས་བརྩམས་པ་ལ་ང་རྒྱ་ཁབ་ལ། སེམས་ཤུགས་མེད་མི་འདོད། ང་བོད་ལ་སེམས་ཤུགས་མེད་ང་རྒྱལ་ཁབ་ལ་སེམས་ཤུགས་མེད་ལ་ངའི་རེ་བ་ཟོང་རྡོ་རིན་པོ་ཆེ་རེད་ང་བླ་མ་བླ་མ་ཁོ་རང་མ་གཏོགས་མི་འདོད་གཞན་པ་སུ་བཅས་ལ་ང་འདི་མེད་ལ་ནི་ལ་ངས་ད་ཁོ་གས་ད་ད་ག་རང་ལང་ཀ་འདི་ག་ལ་འགྲོ་གི་འདུག་བ། ཁོ་ལ་ཡ་དེ་འདྲའི་གདིང་སྤོབས་ཆེན་པོ་ཅིག་སླེབས་འདུག་བ་ཟོང་རྡོ་རིན་པོ་ཆེ་ད་ཁོ་དུར་ས་ཁོ་ར་ཡོད་མར་ད་རེད་བ་ཡིན་ནས་ཁོ་ལ་དེ་གས་ཀྱི་གདིང་སྤོབས་ཆེན་པོ་ཅིག་ཤུགས་ཆེན་པོ་ཅིག་ད་མི་དམངས་ག་རེ་ལ་ན་ལབ་ཁོས who cares ང་བསྡད་འདུག་བ་ངས་ལན་རྒྱག་གི་རེད་བ་སུ་ཡིན་པའི་དང་པོ།

འོན་ཏེ་འདི་རེད་ད་དེ་འདྲ་ཡིན་དུས་རྩམ་པ་ཚང་མ་ལོ་འདི་ལ་དོ་སྣང་བྱེད་རོགས་བྱེད་རོགས་ཀྲོང་ཁོང་ཚོས་ཀྱིས་རོགས་དྲི་བ་དྲི་འོ་རེད་ད་རེས་ཁྱོད་ར་ཕོ་ཁྱོ་ག་ཡིན་ལ་ངས་འདྲ་བོ་ད་ད་རེས་ཁྱོད་ར་དྲི་བ་དྲི་འོ་རེད་ལ་ངས་དྲི་བ་དྲི་ཡ་མེད་ག་ཅིན་ལ་ད་ཁྱོད་རང་ཚོ་གིས་ལང་ཀ་ཟོས་ཤ་ཁྱོད་དེ་ང་ཚོ་ལྐུག་པ་མ་རེད་མིག་བཙུམ་ནས་བསྡད་ཡོད་མ་རེད་ངས་དྲི་བ་དྲི་གི་མེད་ལ་ཡ་དེ་རྒྱུ་མཚན་ཡོད་རེད་ཁྱོད་རང་ཚོ་ལ་མི་མི་ཡོང་གི་མ་རེད་བསམ་ནས་རྔམ་སྐྲག་བྱེད་ནས་རོགས་ཁྱོད་རང་ཚོ་གིས་ད་ལྟ་ཀྲེ་པལ་སྦུག་བྱེད་སྟངས་ལྟ་ད་ག་ལ་འདི་ནར་ད་དུ་ཚོ་སྦུག་བྱེད་སྟངས་ལྟ་ད་རོགས་ཤོ་ད་མི་ཤོ།

རྒྱལ་ཁབ་ཅིག་ཡིན་པ་དང་ད་ལྟའི་ཆ་ལ་ཨ་ནི་རྒྱ་མིག་གི་ཁྱབ་ཁོངས་ཡིན་འདས་པ། འདི་བླ་བསྡུས་ཙམ་པ་ལ་རོ། ཁྱོད་རང་ད་ལྟ་ཡི་ཆ་ལ་ཁྱོད་རང་གི་ས་ཡིན་རྒྱ་ཡིན་པས། བཙན་བྱོལ་སྤྱི་ཚོགས་ནང་ལ་ང་བོད་ང་དབང་འཇིགས་མེད་ཁྱོད་རང་ཆ་སར་གདའ། དངོས་གནས་ཀོ་ར་སྡུག་སོགས་རྒྱབ་སྟ་དགའ་རོགས་སྡུག་སོགས་རྒྱབ་སྟ། ད་རྗེས་མ་ག་བ་འགྲོ་ཡས་ཡིན་ན་གང་ཞིག་ཀུན་སྤྱོད་གསུམ་མཐའ་གཅིག་ཏུ་ངུ་གོ་ཡོད་ད།